བཏབ་པས་ན། རྫོགས་པའི་སངས་རྒྱས་ཀྱི་གོང་བུ་ཡོང་ན་བྱང་ཆུབ་ཆེན་པོའི་གོང་བུ་ཐར་པ་འདས་ངེས་ཀྱི་གང་ཟག་ཅིག་ཡིན་ན། ཨ་ནེ་ལི། སོ་སོ་གི་ལི་ཡུལ་གཏོང་དགོས་ཀྱི་ཡོད་ན། ཕྱི་རོལ་གྱི་གཉིས་པོ་ཟས་ནོར་ལུག་ཤེད་ལ་སོགས་པ་དུ་ཟོ་དུ་ཨ་ནེ། ཞིམ་པ་གཏོང་བ་དེ་ལྟ་ཅི་མི་ཡིན་ཟེར། བྱས་ཙང་གཞན་པ་གཏོང་བའི་སྐབས་སུ་ཡོད་སོ་སོ་ལ་ཕར་གཞན་པ་གཏོང་བ་ཡིན་ན། ཚིག་ལ་སྣང་མི་ཞན་པ་ཅིག་ང་ལ་ཁོ་གི་ཚིག་ཅིག་སྤྲད་གི་རེད་བསམ་པ་འདྲ་བོ་དང་ང་བཤད་བ་རྗེས་མ་ལ་སྣང་མི་ཡག་པོ་ཅིག་རག་གི་རེད་ཟེར་བ་དེ་འདྲིས་ཀྱི་སྣང་མོ་ལ་རེ་བ་མེད་པ། ཨ་ནེ་ཧ་རོ་པོ་ལ་ཕན་པ་མ་ཤེས་ཀི་སྒོ་ནས་གཞན་པ་གཏོང་བ་ཡིན་ན་རྒྱ་སེ་གཞུང་ཆེ་ཟེར་མ་གནང་ཅི་ཉམས་ལེ་དེ་ཆག་གི་ཡོད་རེད། ལྟ། དེ་མ་ཚད་བལ་གི་ལམ་འབྲས་འདི་དེ་གི་ནང་ལུང་ལ།

ལྟ་ཞོར་གོང་ས་གང་དུ་བ་རེད་ཤོག་དཔེ་ན་རྒྱ་པོ་ནང་བཟུང་གི། ཡང་ན་རྒྱ་པོ་དྲི་མེད་སྐུ་བདེ་གི་བཞིན་པ་བཏང་བ་ནང་ཞིག་བྱས་པའི་སྙན་གྲགས་ཤུགས་ཆེ་དུ་ཆགས་དེ་ཡིན། བྱས་ཙ་དེ་འདྲས་ཡིན་ནས་སོ་སོ་གི་ལུས་དང་ལོ་ཤས་དང་དགེ་བའི་ཚོ་གང་ཡིན་པ་དེ་ཉག་ཨ་ནེ་སེང་ཆེན་ཞལ་ལ་གཏོང་བའི་ལང་བཟང་པོ་དེ་ནི་མཁས་པ་ཅིག་ཡིན་ན་ད་ལྟེ་ལ་ངེས་པར་དུ་མ་བལྟས་ན་མཐའ་ཡོང་མ་རེད། ག་རེ་རེད་ཟེར་ན་སེང་ཆེན་གི་ཆེད་དུ་ང་སངས་རྒྱས་ཀི་ཡིད་ལ་གི་ཡོད་བ། སེང་ཆེན་སྡུག་བསྔལ་ལས་གྲོལ་ཡག་གི་ཆེད་དུ། རྟགས་སེམས་ཅན་སྡུག་བསྔལ་ལས་བྱེད་དུ་སངས་དགའ་སྲིད་མ། རྗེ་ཡབ་དེ་སེམས་ཅན་གྱི་ཆེད་དུ་ཡི་གེ་ཡིན། ད་ལྟའི་གནས་སྐབས་སུ་སེམས་ཅན་གྱི་ཆེད་དུ་བྱེད་ཐུབ་པའི་ལས་ཀ་ཇི་ལྟར་གང་ཡིན་པ་དེ་བྱེད་དགོས་ཀྱི་ཡོད་རེད་པ། ཨོ་དེ་འདྲས་གསུངས་ཀྱི་ཡོད། རྟགས། གཞན་པ། དེ་ལ་ཡང་དཔེར་ན་ཟང་ཟིང་གི་གཞན་པ། གཉིས་པོ། གཞན་ལ་གཞི་ཡང་འདྲ་བ་དང། ལུས། ག་རེ་རེད། ཟས། ཀྱི། གནས་མ། ད་ནི་དངོས། ཡང་ན།

ད་ང་ཚོ་ཁས་ལེན་པ་ཙམ་མ་ཡིན་པར་ལོ་ལེགས་ངེས་པར་དུ་བཀའ་བསྒོས་ཀྱི་ཡོད་རེད་གསུང་གི་ཡོད་རེད། ལགས་སོ་དོན་གཅིག་བྱས་ན།